དེའི་འདུག་གོ་ཁོ་སེང་ཁྱེད་ནི་རྟགས་གསོལ་དང་རྣམ་པ་བཟོ་དེ་ནི་ང་ཚོ་དུས་ཚོད་མི་གཅིག་དུས་ཚོད་གང་གི་སྐར་འགྲོ་ཙང་ཡག་པོ་མི་འདུག་ཟེར་ཡ་ཡིན། ད་ནི་འགྲོ་ལུས་འགོ་ཚུགས་ར་ན། སྟོང་ཉིད་ཉིན་བྱེད་ཟུང་དུ་འཇུག་པའི་ལམ་ཕྱི་ཆེན་བསམ་གཟས་གངས་ཅན་བསྟན་འགྲོའི་མགོན་ཕྱག་ན་ཕེབས་འོང་བསྟན་འཛིན་རྒྱ་མཚོ་ལ་གསོལ་བ་འདེབས་སོ་ཞེས་དོན་ལྷུན་གྲུབ་ཤོག་དབུ་མའི་ཆོས་ཀྱི་དབྱིངས་ཀྱི་ཕོ་བྲང་ན་དུས་གསུམ་སངས་རྒྱས་ཀུན་གྱི་བསྔོ་བ་ཉིད་རང་སེམས་ཆོས་སྐུར་མངོན་སུམ་དོན་མཛད་པའི་རྩ་བའི་བླ་མ་རྣམས་ལ་གུས་ཕྱག་འཚལ། གཞན་ཡུལ་གོང་མ་རྣམས་ཀྱིས་དམ་པའི་ལུགས་བཟང་དང་མཐུན་པའི་རེ་སྒུག་བྱ་སྔོན་དུ་བཏང་བའི་ཐོག་ནས། གཞུང་ཆེན་རིས་མེད་བགྲོ་གླེང་ཐེངས་བརྒྱད་པ་ལ་ཆེད་ཕེབས་གནང་མཁན་དགེ་རྫོང་སར་བཤད་གྲྭའི་ཆོས་བརྒྱུད་སློབ་ཕྲུག་གི་མཁན་རིན་པོ་ཆེ་མཆོག་དང། ལྷག་གནང་བཞིན་དུ་དགེ་བའི་བཤེས་གཉེན་རྣམ་པ། ཕྱོགས་མཐའ་ཁག་ནས་ཕེབས་པའི་ཆོས་བརྒྱུད་རིས་སུ་མ་ཆད་པའི་མཁས་དབང་དང་བསྟན་འཛིན་གྱི་སྐྱེས་ཆེན་རྣམ་པ། ལྷག་གནང་བཞིན་དུ་ཕྱག་ལས་གནང་མཁན་རྣམ་པ། རང་བྱུང་ཆོས་རིག་ལས་ཁུངས་ཀྱི་ལས་བྱེད་པ་རྣམ་པ་དག་ནང་བཞིན་དུ་མཇུག་མར་ནུས་པའི་དགེ་འདུན་བཙུན་པ་བཙུན་མ་ཡོངས་ལ་ཕྱི་དྲོ་ཆ་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ། ཁོང་མོ་རང་ཉིད་ཀྱིས་ད་རྩོམ་ཤོག་དེ་དུས་སུ་མ་ཁྱེར་ལམ་པའི་བརྙན་ལམ་དུ་སྙན་སྒྲོན་ཞུ་ཆོག་པ་གནང། ད་སྤྱིར་བཏང་རོགས་བྱས་ན་ད་འདི་ལ་ད་ལྟ་ཕེབས་ཡོད་མཁན་ཚང་མ་ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་པོ་རྐྱང་རྐྱང་རེད་འདུག་དེང་དུ་བརྩམས་པ་ན་ད་དེ་འདྲའི་མཁས་པ་མང་པོ་གི་དབུས་ནས་སོ་སོ་གི་ཅིག་བཤད་ནས་ཅིག་ཞུས་ཐུབ་ཡ་དང་དེ་འདྲའི་ཡི་གེ་མི་འདུག་དེ་ཡིན་ན་ཡང་ད་སོ་སོ་གི་རང་མགོ་རང་རྐུན་དང་ཨ་ནི་དགེ་བའི་བཤེས་གཉེན་རྣམ་པ་དང། ཁོང་རྣམ་པའི་ཨེ་ནི་བཀའ་བཟློག་མ་ཐུབ་པ་དང་ད་སོ་སོའི་ངོས་ནས་ཡང་ལོས་ཀྱི་རེད་བསམ་ནས་ཏུས་དེ་ལ་བསྐྱར་བཞག་པ་དེ་འདྲ་ཅིག་ཡིན་ཞེས་ཡིན། དང་པོ་དེ་རྩོམ་ཤོག་དེའི་སྤྱིར་བཏང་གི་བདག་དང་བྱང་ཕྱོགས་སོ་ལྡན་གྱི་སྐོར་ལ་ཆ་དེ་ཡོད་རེད། ཚེ་འདིའི་རྩོམ་ཤོག་དེ་གི་མཆོད་པར་བརྗོད་པ་དེ་མང་དུ་སླ་བ་ཡིན། དེ་ནི་གཞུང་ལུགས་འབུམ་ཕྲག་ཐུགས་སུ་ཆུད་བདེན་དོན་རིག་པའི་སྒོ་འཕར་ཡངས་པོར་ཕྱེ། བསྟན་པ་སྤེལ་ལ་སངས་རྒྱས་མཉེས་པར་གྲགས་གྲགས་པ་དོན་ལྡན་གང་ལ་དང་བའི་མདོའི། དེ་ནས་ངས་ད་ལྟ་འདི་ལ་གསར་བརྗེའི་རྣམ་པ་བརྒྱའི་དགྲ་བོ་ཅིག་གི་སྒོ་ནས་རྗོད་ཚན། དགྲ་བོ་བཞི་ཡོད་རེད་སྤྱིར་བཏང་གི་ད་ལྟ། ད་དང་པོ་དེ་བྱང་ཆུབ་སོགས་དེང་གི་ངོ་བོ་ཕྱོགས་སྟངས་ཀྱིས་ཁྱབ་པར་རོ་ཅིག་ཐེག་པ་གོང་མ་དང་ཐེག་པ་དབུ་མ་གི་བྱང་ཆུབ་སོགས་དེང་གི་ངོ་བོ་ཕྱོགས་སྟངས་ཀྱིས་ཁྱབ་པར་རོ་ཅིག་ཞིག་ཡོད་རེད། ད་བྱང་ཆུབ་སོགས་དེང་གི་ངོ་བོ་ཕྱོགས་སྟངས་ཀྱིས་ཁྱབ་པ་དེ་ནི་ཐེག་པ་ཆེན་པོ་ལྟར་ན། ལམ་དང་བྱང་ཆུབ་སོགས་དེ་ཐམས་ཅད་ནི་ཤེས་པ་ཁོ་ན་ཡིན་པའི་ཆབ་སྲིད་དུ་བཀོད་བྱས་ཡོད། དེ་ཡང་རྒྱུ་མཚན་གཙོ་བོ་དེ་དང་ལྡང་ཚུལ་དེ་སུན་ཕྱུང་མེད་པར་ནི་དེ་སྤངས་པ་ནི་ནུས་མ་ཡིན་ཞེས་གསུངས་དུས་སྐབས་སུ། ཨ་ནི། སྤང་བྱ་སྤང་བའི་གཉེན་པོ་གཅིག་བསྟེན་དགོས་ཡོད་རེད། དེ་འདི་གཉེན་པོ་འདི་བསྟེན་དུས། ཡུལ་དེ་དང་དེའི་རང་བཞིན་མེད་པར་རྟོགས་དགོས་ཡོད་རེད་སྤང་བྱ་དེ་ཡི་ཡུལ། དེ་འདི་སྤང་བྱ་དེ་མེད་པར་ཆགས་ཐུབ་ཀྱི་དང་སྤང་བྱ་དེ་མེད་པ། རྟོགས་མ་ཐུབ་ན་ཡུལ་དེ་མེད་པར་རང་བཞིན་མེད་པར་རྟོགས་མ་ཐུབ་ན་སྤང་བྱ་དེ་མེད་པ་ཆགས་ཐུབ་ཡོང་མ་ར་དེ་འདུལ། ཡུལ་དེ་ནི་ངེས་པར་དུ་རང་བཞིན་མེད་པར་རྟོགས་དགོས་འདུག་དེ་འདུལ་དམ་པ་དེ་རྟོགས་པའི་ལག་རྗེས་སུ་རྣམ་གྲོལ་ལམ་ཐོབ་ཡོད་རེད་བ་དེ་གང་ལྟར་ཀྱང་ད་ཤེས་པ་མེད་ན་སྤང་བྱ་མེད་པར་རྫོགས་ཐུབ་མི་འདུག་བྱས་ཙང་སྤང་བྱ་དེ་ཤེས་པ་སྤོང་བར་བྱེད་པ་ལ། ཤེས་པ་དེ་སྐབས་སུ་སྤོང་བར་བྱེད་པ་ལ་ངེས་པར་དུ་ནི་ལོག་ཤེས་ཀྱི་ཤེས་པ་དེ་སྤང་བར་བྱེད་པ་ལ་ཡུལ་དེ་དང་དེས་ནི་མེད་པར་རྟོགས་དགོས་འདུ་ཤེས་ཅན་གྱིས་ཅི་དེ་ལྟར་ན་སྒྲུབ་བྱེད་ཐུགས་ཀྱི་གོམས་ལས་འདས་གསུངས་ཏེ་བརྩམས་པ་དག་ཡོན་ཏན་ཐམས་ཅད་ད་ལྟ་ང་ཚོས་སྐྱེ་བ་དུ་མར་ཡང་ནས་ཡང་དུ་བསྒོམ་པ་རབ་ཀྱི་མཐར་ཕྱིན་ནས་མཐར་ཐུག་སངས་རྒྱས་ཀྱི་གོ་འཕང་ཐོབ་པར་གསུངས་པའི་རོལ་བ་ད་ལྟའི་སྐྱེ་བ་དུ་མ་གཅིག་ནས་གཅིག་ཏུ་བརྒྱུད་ཐུབ་པ་དེ་ཤེས་པ་མ་གཏོགས་ཡོད་མ་རེད། དེའི་འདུས་བྱས་ཚང་ལམ་དེ་གའི་ཡོན་ཏན་དེ་ད་ལྟ་སྦྱང་བྱ་བ་དེ་ནི་ཤེས་པའི་སྒང་ལ་འགྲེལ་བཤད་རྒྱག་དགོས་རེད་མ་གཏོགས་གཟུགས་དང་ལྡན་མིན་དེ་བཞིན་དེ་ཚོ་འགག་འགྲོ་གི་རེད་བ། དེའི་འདུས་བྱས་པའི་སྒང་ལ་འགྲེལ་བཤད་རྒྱག་དགོས་ཡོད་ཙང་ད་ལྟ་དེ། ཐེག་པ་གོང་མའི་ལུགས་ལ་ནི་ལམ་དང་བྱང་ཆུབ་སོགས་དོན་ཐམས་ཅད་ངོ་བོ་ཞི་བ་ཁོ་ན་བཞག་འདུག་ད་དེ་ནས་གཉིས་པ་དེ་བྱེ་བྲག་སྨྲ་བའི་ལུགས་ལ་བྱེ་བྲག་སྨྲ་བའི་ལུགས་ལ་ཡིན་ན་དེ་ཟེར་གི་མི་འདུག་ར་ག་ཞིག་ནས་ལ་ན། རྗེས་འབྲང་སྨྲ་བའི་ལུགས་ལ། ད་ལྟ་གཟུགས་གཞི་བདེན་མིན་འདུ་ཤེས་གསུམ་གྱི་ཆ་བཞག་སྒྲོག་འདུག་དཔེར་ན་མཐོང་ལམ་འདྲ་བོ་ཅིག་ལ་ཡིན་ན། ད་མཐོང་ལམ་འདྲ་བོ་ཅིག་ལ་སྦྱར་སོང་བ་ཡིན་ན། གཟུགས་དང་ཤེས་པ་བདེན་མིན་འདུ་ཤེས་གསུམ་གྱི་ཆ་བཞག་སྒྲོག་ཡོད་རེད་བ། དེ་ནང་བཞིན་དུ་མཐོང་ལམ་སྒོམ་ལམ་མི་སློབ་ལམ་རྣམ་པ་གསུམ་ལ་བཞག་སྒྲོག་འདུག་ད། དེ་འདི་མཐོང་ལམ་འདྲ་བོ་འདྲ་བོ་ཅིག་ཡིན་ན། མཐོང་ལམ་གྱི་ངོ་བོ་བརྒྱུད་པའི་བདེན་པ་མངོན་སུམ་མཐོང་བའི་མཁྱེན་པ་ཅིག་ཡོད་རོ། དེ་ཤེས་པ་ཡང་རེད། མཐོང་ལམ་ཡང་རེད། ད་ག་ནང་བཞིན་དུ་མཐོང་ལམ་གྱི་ངོ་བོ་བརྒྱུད་པའི་ཟག་མེད་ཀྱི་སྡོམ་པ་དེ་གཟུགས་ཡིན་པ་ཅི། ད་ག་ནང་བཞིན་དུ་མཐོང་ལམ་དེ་རང་རྒྱལ་ལ་བདེན་པར་བྱེད་པའི་རྫས་ཟེར་ན་ད་ཐོས་པ་ཟེར་ན་དེ་དང། ལམ་གྱི་རྩ་བའི་ཀྱི་མཚན་ཉིད་དེ་སོ་དང་ཡན་ལག་གི་མཚན་ཉིད་རྗེས་མཐུན་གྱི་མཚན་ཉིད། ད་ག་ནང་བཞིན། མཐོང་ལམ་གྱིས་མི་རྟག་པ་དང་བཅས་པ་སྐྱེ་བ་སྐྱེ་བའི་སྐྱེ་བ་བསྐྱེད་པའི་བསྐྱེད་པ་དག་འདི་སོ། ཚང་མ་ནི་བདེན་མེད་འདུ་བྱེད་རེས་མཐོང་ལམ་ཡིན་ལ་དག་བདེན་མེད་འདུ་བྱེད་ཡིན་པ་དེ་འདུས་བརྩམས་པ་ལ། དག་ཐེག་པ་གོང་འོག་གཉིས་ཀྱི་བྱང་ཆུབ་སོགས་དོན་གྱི་ངོ་བོ་བཞག་འདུས་བརྩམས་པ་ལ། ཐེག་པ་གོང་མའི་ཤེས་པ་ཁོ་ན་བཞག་ན་ཡང་ཐེག་པ་འོག་མ་གི་ལུགས་ལ། ཨ་ནི། དག། གཟུགས་ཞེས་བདེན་མེད་འདུ་བྱེད་སེམས་ཀྱི་ཆ་ཡོད་པ་དེ་འདྲའི་རྗེས་གསུངས་རོགས་འདུག། དག་དེ་ནི། དག་བྱང་ཆུབ་སོགས་དེ་འདི་སོ། ལམ་དང་སྦྱར་ཚུལ་གྱིས་ཁྱབ་པ་དེ་རེད། དང་ལམ་དང་རྒྱ་མཚོའི་ཁྱད་པར་ཡིན་དུས་ཙམ་ཡང་ཐེག་པ་གོང་མ་དང་འོག་མ་གི་ལུགས་ལ་སྤྱི་དང་གི་ལམ་ལ་སྦྱར་བ་དེ་མཐུན་པ་རེད། ཡིན་ན་ཡང་དེ་ལམ་དང་དུས་སུ་སྦྱར་ཡོང་དུས་ཙམ་པ་ལ་དེ་གོ་རིམ་དང་ནི་ལམ་གི་སྐབས་སུ་སྒོམ་བྱེད་ཀྱི་ཁྱད་པར་དེ་ཡོང་གི་ཡོད་རེད། ད་ཐེག་པ་གོང་མ་གི་ལུགས་རོ་གཅིག་ཡིན་ན། ད་ལྟ། ཚོགས་ལམ་ལ་ཆེ་འབྲིང་ཆུང་གསུམ་བྱས་ནས་ཚོགས་ལམ་ཆུང་ངུ་ལ་དྲན་པ་ཉེ་བར་བཞག་པ་བཞི། འབྲིང་ལ་ཡང་དག་སྤོང་བ་བཞི། ཚོགས་ལམ་ཆེན་པོ་ལ་བརྫུན་སྒྲོས་ཀྱི་རྐང་པ་བཞི། དེ་ནས་མཐོང་ལམ་ལ་བྱང་ཆུབ་ཡན་ལ་བདུན། སྒོམ་ལམ་ལ་འཕགས་ལམ་ཡན་ལ་བརྒྱད་དེ་འདྲ་བཞག་འགྲོ་ཡོད་རེད། དེ་ནས་ད་ཐེག་པ་འོག་མ་གི་ལུགས་ལ་ཡིན་ན་ད་བྱེ་བྲག་སྨྲ་བ་གི་ལུགས་ལ་ཟབ་ལ་འོར་བ་ད་ལྟ་སྐབས་བྱེ་བྲག་མ་འོད་ཀྱི་གླུ་ལ་ཡིན་ན། ད་གཟོད་རང་ནི་སྡེ་ཚན་འདི་ནི་གོ་རིམ་བཞིན་ལས་ནི་དང་པོ་བ་དང་དང་ངེས་འབྱེད་ཆ་འདི་རྣམས་དང་སྒོམ་དང་མཐོང་ལ་རབ་ཏུ་ཆེ་ཞེས་གསུངས་ཏེ་བརྩམས་པ་ལ། ད་དྲན་པ་ཉེ་བར་བཞག་པ་བཞི་སྟེ། ནི། ད་དྲན་པ་ཉེ་བར་བཞག་པ་བཞི་སྟེ་ནི་ཁོ་རང་ད་ཚོགས་ལམ་ལ་བཞག་ཡོད་རེད། ད་ནི་གྲོས་དང་གྲོས་ཀྱི་སྐབས་སུ། ངེས་འབྱེད་ཆ་འདི་གྲོས་ཀྱི་སྐབས་སུ་ཡང་དང་པོ་སྤོང་བ་བཞི་དང། རྩེ་མོ་བཀབ་ས་ནི་རྫུ་འཕྲུལ་རྐང་པ་བཞི། བཟོད་པ་ལ་དབང་པོ་ལྔ་དང་ཆོས་འབྱུང་ལ་སྟོབས་ལྔ། སྒོམ་ལམ་ལ་བྱང་ཆུབ་ཡན་ལ་བདུན། མཐོང་ལམ་ལ་འཕགས་ལམ་ཡན་ལ་བརྒྱད་དུ་ཞལ་རོ་བསྡུ། དེ་ཡིན་དུ་ད་ནི་ཐེག་པ་གོང་མ་དང་འོག་མ་གཉིས་ཀྱི་བཀར་སོ་རེད། ད་ལམ་དང་བརྒྱ་རྩ་དེ་འཕགས་ལམ་དེ་འཕགས་ལམ་ཡན་ལ་བདུན་དེ་ལམ་དང་སྦྱར་ཚུལ་གྱིས་ཁྱབ་པ་དེ་ཡང་ད་སྤྱི་དང་གི་ལམ་ལ་སྦྱར་བ་ཐིམ་པ་རེད་ན་ཡང། གོ་རིམ་དང་ལམ་གྱི་སྒོམ་གཞི་གོ་གནས་ནི་དུ་སུ་མ། ཁྱད་པར་ཞུ་དྲུག་བསྡུ། འདི་ནི་ད་གསུམ་པ་སྟེ་ཟག་བཅས་དང་ཟག་མེད་ཀྱི་ཁྱད་པར་རེད་ཟག་བཅས་ཟག་མེད་ལ་དུ་བརྩམས་པ། ད་ལྟ་སྤྱིར་བཏང་གི་རྩ་བའི་ནང་ནས་གསུངས་བཞག་ཡོད་རེད། བྱང་ཆུབ་ཡན་ལག་ལམ་ཡན་ལག་ཟག་པ་མེད་རྣམ་གཉིས་མེད་བཞི་རྣམ་གཉིས་སོ་ལ་དུ་བརྩམས་པ་ལ་དག

དྲན་པ་ཉེ་བར་བཞག་པ་བཞི་དང་ཡང་དག་པ་བ་རྫུ་འཕྲུལ་རྐང་པ་བཞི་འདི་སོགས་ནི་སོ་སོའི་སྐྱེ་བོའི་རྒྱུད་ལ་ཡོད་པ་སྦྱོར་ལམ་གྱིས་བསྡུས་པ་དེ་ཐམས་ཅད་ནི་ཟག་བཅས་བཞག་ར། དེ་ནི་འཕགས་པའི་རྒྱུད་ལ་ཡོད་པ་དེ་སོགས་དང་མཐོང་ལམ་དང་སྒོམ་ལམ་མི་སློབ་ལམ་གསུམ་གྱིས་བསྡུས་པ་དེ་ཐམས་ཅད་ནི་ཟག་མི་བཞག་སྒྲོག་འདུག་ད་དེ་རྩ་བའི་ནང་ལ་གསལ་པོ་བསྟན་བཤད་དོ། དེ་ནས་ད་མི་ཡི་བདེན་པ་བཤད་ལ་ལམ་དེ་དག་གི་དམིགས་ཚད་ཀྱི་སྒོ་ནས་རྟོག་པ་ཕྲ་རགས་ཀྱི་ཁྱད་པར་ཆེན་པོ་བཅུ་འདུག། ད་དཔེར་ན་ནི། རྗེས་འབྲང་སྨྲ་བ་དག་གིས་ད་དཔེར་ན་ང་ཚོ་ད་ལྟ་དམིགས་ཡུལ་བདེན་པ་བཞི་འདྲ་བོ་ཅིག་ལ་ཕ་དཔེར་ན་སྡུག་བསྔལ་བདེན་པ་འདྲ་བོ་ཅིག་ལ་དམིགས་ཡོང་དུས་བརྩམས་པ་ལ་མི་བདག་སྡུག་བསྔལ་གཏོང་བ་བདག་མེད་པ་བདག་མེད་པ་དེ་ད་དེ་བཞི་ནང་ནས་ཀྱང་ཉོན་མོངས་སྤོང་བར་བྱེད་པ་ལ་ནི་བདག་མེད་བསྒོམ་དགོས་ཀྱི་རོ། དེ་ཡོང་དུས་བརྩམས་པ་ལ་བདག་མེད་དེ་ལ་ནི་རྟོག་པ་ཕྲ་རགས་ཀྱི་སྒོ་ནས་ད་གྲུབ་མཐའ་ལ་གྲུབ་མཐའ་གོང་འོག་གི་དེ་འདྲའི་སླད་དུ་བསྡུ་བ། དེ་ཡོང་དུས་བརྩམས་པ་ལ། བདེན་འབྲས་ཀྱི་བདེན་བཞི་ལ་དམིགས་པའི་ཚེ་བདག་བདག་མེད་ཀྱི་རྟོག་པ་བདག་མེད་ཀྱི་ལྟ་བ་མཐོ་དམན་གྱི་ཕྲ་རགས་གོ་ནས་ཁྱད་པར་ཆེན་པོ་ཤོར་འགྲོ་གི་འདུག་དཔེར་ན་ལྟ་སྡུག་བསྔལ་བདེན་པའི་ངོ་བོ་གྱུར་པའི། བྱེ་བྲག་སྨྲ་བའི་ལུགས་ལ་རེ་ད་བྱེ་བྲག་སྨྲ་བའི་ལུགས་ལ། སྡུག་བསྔལ་བདེན་པའི་ངོ་བོ་གྱུར་པའི་གཟུགས་ཕུང་རགས་པའི་ཆ་རྣམས། ངོ་བོ་མ་གྲུབ་པར་རྟོགས་ཡོད་རེད་དེ་ཡིན་ན་ཡང་ལྟ་བདག་མེད་ཟེར་ལྟ་ངོ་བོ་མ་གྲུབ་ཟེར་ན་བདག་མེད་དུ་རྟོགས་ཡོད་རེད་དེ། ཡིན་ན་ཡང། དེ་གའི་བདག་གཞན་ནི། རྡུལ་ཕྲན་ཆ་མེད་དེ་ཐམས་ཅད་ཨེ་ནི་བདེན་མེད་དུ་གཏན་ལ་ཕབ་ཐུབ་ཡོད་མ་རེད། ད་ག་ནང་བཞིན་དུ་རང་རྒྱལ་དེ་སོ་གས་ཨེ་ནི། ད་དེ་ཡི་སྟེང་དུ་བདག་བཞི་གཟུགས་ཕུང་ཕྲ་མོ་དེ་ཡང་ཨེ་ནི་ངོ་བོ་མ་གྲུབ་པ་གཏན་ལ་ཕབ་ཐུབ་ཡོད་རེད་དེ། ཡིན་ན་ཡང་གཟུགས་སུ་འཛིན་པ་དེ། གཟུགས་ཁོ་རང་གཟུགས་སུ་འཛིན་པ་དེ་ཨེ་ནི་བདེན་མེད་དུ་གཏན་ལ་ཕབ་ཐུབ་ཡོད་མ་རེད། ད་ག་ནང་བཞིན་དུ་ད་སེམས་ཙམ་པ་འདྲ་བོ་ཞིག་མཚོན་ན། སེམས་ཙམ་པས་ད་གཟུགས་ཕྲ་རགས་གཉིས་ཀ་དང་བདེན་མེད་དུ་རྟོགས་ཐུབ་ཡོད་རེད་ད་ག་ནང་བཞིན་དུ་གཟུགས་འཛིན་པའི་ཤེས་པ་དེ་ཡང་བདེན་མེད་དུ་རྟོགས་ཐུབ་ཡོད་རེད་ཡིན་ན་ཡང་ནང་བཞིན་ད་གཉིས་སྟོང་གི་ཤེས་པ་རང་རིག་རང་གསལ་དེ་བདེན་མེད་གཏན་ལ་ཕབ་ཐུབ་ཡོད་མ་རེད། ད་ནི་ད་དབུ་མ་ལ་ལས་ཙམ་པ་ལ་དབུ་མ་ཐལ་རང་གཉིས་ཀའི་སྤྱི་དང་གི་གཏན་ལ་འབེབས་ཚད་ཁྱབ་པ་དོགས་སུ་མ་གཏོགས་ཆོས་ཐམས་ཅད་ད་བདེན་མེད་གཏན་ལ་ཕབ་པ་དེ་གཅིག་མཚུངས་རང་རོ་ཅིག་རེད། ད་དེ་ཞག་འདི་བརྩམས་པ་ལ་མཁས་པ་ཁ་ཤས་ཀྱིས་མཛོད་རང་ལམ་ལ་བདེན་མེད་དང་བདག་མེད་ཕྲ་མོ་དེ་ཚོ་བསྟན་ཡོད་མ་རེད་དེ་འདི་བརྩམས་པ་ལ་མཛོད་ཀྱི་རང་ལམ་ལ་བརྟེན་ནས་ཐར་པ་མེད་ཟེར་བར་གྱི་དེ་འདྲ་བོ་གསུང་མཁན་ཞིག་འདུག་དེ་བརྩམས་པ་ལྟར་རང་ལུགས་ང་ཚོ་གུས་མཁྱེན་མི་ཕམ་རིན་པོ་ཆེ་ཡི་དགོངས་པ་ལྟར་ན་མཛོད་རང་ལམ་ལ་རང་ལམ་ཁོ་ནར་བརྟེན་ནས་ཐར་པ་ཐོབ་པ་ཡོད་རེད་ཟེར་གསུང་གི་འདུག་ད་དེ་ཡོད་པ་དེ་ཡང་ད་ལྟ་གཞུང་རང་ནས་གང་ལ་བཅོམ་དང་བློ་ཡིད་བཞིན་སེར་སྣ་དེ་ལོ་མི་འཇུག་པར་སྲིད་སྲོང་ཡོང་དུས་བརྩམས་པ་ལ་གཟུགས་རགས་པ་ཁོ་རང་ཁོ་རང་གི་ངོ་མ་གྲུབ་པ་དེ་རིག་པ་དེ་གིས་གཏན་ལ་ཕབ་ཡོད་རེད་བ། དེ་ཡིན་དུས་བརྩམས་པ་ལ། དཔེར་ན་བུམ་པ་བུམ་པའི་ངོ་མ་གྲུབ་པ་དེ་བདག་མེད་རེད་བ་དེ་ཡིན་དུས་བརྩམས་པ་ལ། ཨ་ནི་བདག་མེད་སྒྲིབ་བྱེད་ཀྱི་རིག་པ་དེ་བསྟན་པ་ཡིན་ཙང། ཨ་ནི་བདག་མེད་ཀྱི་ལམ་དེ་བསྟན་གྱི་ཡོད་རེད་དེ་ཡོད་ཙང་ཨ་ནི་ཐར་པ་ཐོབ་པ་ཡོད་ད་གཟོད་རང་ལམ་ལ་ཡང་ལྟ་བ་བདག་མེད་རྟོགས་པའི་ལྟ་བ་བདག་མེད་པའི་ཐར་ལམ་དེ་བསྟན་པ་ཞིག་ཡོད། དུས་རེ་བྱ་ད་དེ་ནི་ཨ་ནི་རྣམས་ལ་བརྟེན་ནས་ཨ་ནི་ཐར་པ་ཐོབ་པ་ཡོད་སྲིད་དུ་གསུངས་སོ། ད་དེ་སྤང་བྱ་ཕྲ་རགས་ཀྱི་ཁྱད་པར་དེ་རེད་ད་སྤང་བྱ་ཕྲ་རགས་ཀྱི་ཁྱད་པར་བྱའོ་བརྩམས་པ་ལ། གོང་དུ་རྟོག་པ་ཕྲ་རགས་ཀྱི་ཁྱད་པར་བཤད་ཡོང་དུ་བརྩམས་པ་ལ་ད་དེ་བཞུགས་ལ་ཨ་ནི་སྤང་བྱ་ཕྲ་རགས་ཀྱི་ཁྱད་པར་ཡོད་ཡོད་པ་ར། དེ་འདི་ད་སོ་སོ་སོ་ངོ་སྐལ་དུ་སྐྱེ་བའི་སྤང་བྱ་ཕྲ་རགས་ཀྱི་ཁྱད་པར་ཡོད་པ་དེ་ད་གོང་དུ་རྟོག་པ་ཕྲ་རགས་དེ་ལ་བརྟེན་ནས་བཤད་དགྲོས་ད་དཔེར་ན། ཉན་ཐོས་ཀྱི་སོ་གས་ཨེ་ནས་གཟུགས་རགས་པར་འཛིན་པའི་འཛིན་པ་དེ་སྤོང་གི་ཡོད་རེད་དེ་ཡིན་ན་ཡང་རྩོམ་གཞི་ཆ་མེད་ད་བདེན་པ་རྩོམ་གཞི་དེ་ཚོ་བདེན་པར་འཛིན་པའི་ཆ་མེད་དེ་ཚོ་བདེན་པར་འཛིན་པའི་བདེན་འཛིན་སྤོང་ཐུབ་ཡོད་མ་རེད། དག་སྣང་བཞིན་དུ་རང་རྒྱལ་དེ་སོ་གས་ཨེ་ནས་གཟུགས་དང་དག་ཆ་མེད་དང་འཛིན་པའི་འཛིན་པ་སྤོང་གི་ཡོད་རེད་དེ་གཟུགས་འཛིན་པའི་འཛིན་པ་སྤོང་གི་ཡོད་མ་རེད། དག་སྣང་བཞིན་དུ་སེམས་འཛིན་པ་དེ་སོ་གས་ཨེ་ནས་གཟུགས་རགས་པར་ཁོ་རང་དང་ཁོའི་སྣང་གཞི་ཆ་མེད་དང། དེ་འཛིན་པའི་འཛིན་པ་དང་བཅས་པའི་བདེན་འཛིན་སྤོང་གི་ཡོད་རེད་དེ་ཡིན་ན་ཡང་གཉིས་སྟོང་གི་ཤེས་པ་དེས་བདེན་འཛིན་སྤོང་ཐུབ་ཡོད་མ་རེད། ད་འོ་མ་པ་ཡིན་ན་དེ་ནི་ཆོས་ཐམས་ཅད་གནས་ཀྱི་ཆོས་ཐམས་ཅད་འདས་པར་འཛིན་མི་འཛིན་པ་དེ་སྤང་གི་ཡོད་རེད། བྱས་ཙང། སོ་སོ་སོ་ངོ་སྐལ་དུ་གྱུར་ཡོད་ནི་སྤང་བྱ་ལ་ཡང་ཕྲ་རགས་ཀྱི་ཁྱད་པར་དེ་དུས་སུ་བཞག། ད་སྤང་བྱའི་ངོ་བོ་ཕྱོགས་དང་གི་ཁྱད་པར་གྱིས་བཞག་སོང་ན། དེ་སུ་ཁྱབ་ཆེ་ཆུང་གི་ཁྱད་པར་ཆེན་པོ་གཅིག་ཏུ་རག། ད་ཐེག་པ་གོང་མ་དེ་སུ་གི་སྤང་བྱ་དེ་ཀུན་མཁྱེན་ཡབ་སྲས་རྣམས་ཀྱིས་བཞེད་པ་ལྟར་དུ་བཞག་ན། ཨ་ནི་གཙོ་བོ་དེ་ཤེས་པ་རང་གིས་བཏང་ནས་བཞག་འགྲོ་གི་འདུག་ད་དེ་བཞག་པ་དེ་ཡང་ད་ལྟ་རྒྱུད་བླ་མའི་སྐབས་སུ། འཁོར་གསུམ་རྣམ་པར་རྟོག་པ་གང་དེ་ནི་ཤེས་བྱའི་སྤྲོས་པ་ཟློས་ཞེས་གསུངས་དེ་སྐབས་སུ་ད་ཤེས་སྤྲོས་པའི་ནང་འཁོར་གསུམ་རྣམ་པར་རྟོག་པ་ཞིག་ཡིན་པར་བཞག་དགོས་འོས་རོ། དེ་འདི་ལྟར་རྣམ་པར་རྟོག་པ་དེ་ཤེས་པ་མ་ཡིན་པ་གིས་ད་རྣམ་པར་རྟོག་པའི་སྐད་ཆ་ཡོད་མ་ར་དེ་འདི་ཙམ་པ་ལ། ཡང་ཤེས་པ་ཁོ་རང་ལ་བཞག་འགྲོ་གི་འདུག། དེ་ནས་ད་བྱེ་བྲག་སྨྲ་བའི་ལུགས་ལ་ཡིན་ན།

གསུང་གི་འདུག་དེ་ནས་ད་སྤང་བྱ་སྤོང་བའི་ཚེ་འཇོག་སྟངས་ཀྱི་ཁྱད་པར་གྱིས་སྤང་བྱ་སྤོང་བའི་ཚེ་འཇོག་སྟངས་ཀྱི་ཁྱད་པར་དེ་བཞག་ཡོང་དུས་ཡང་བསྐྱར་དེ་སུ་ཁྱད་པར་ཤུགས་ཆེན་པོ་ཞིག་འདུག་ར་ད་ཐེག་པ་གོང་མ་དེ་སུ་གིས་བཞག་ཡོང་དུས་བརྩམས་པ་ལ་ལམ་དེ་གིས་སྤང་བྱ་དེ་སྤོང་བ་གི་ཚེ་དེ་དངོས་ཉིན་བར་ཆད་མེད་ལམ་དེ་གིས་ནི་སྒྲིབ་པ་ས་བོན་དང་བཅས་པ་དེ་སྤངས་པའམ་བཅོམ་སོང་ན་ནི་སྤང་བྱ་སྤོང་བ་གི་ཚེ་དེ་བཞག་རོགས་ཡོད་རེད། ད་བྱེ་བྲག་དམག་གི་བློས་ལ་ཡིན་ན་ད་སྤང་བྱ་སྤོང་ཚུལ་རྣམ་པ་གསུམ་འདྲ་ཞིག་ཤར་འགྲོ་འདུག་ཨ། ད་སླར་མི་སྐྱེ་བའི་ཆོས་ཅན་གྱི་ནི་སྤང་ཚུལ་གཅིག་ཅེས། འདུས་པའི་མདོ་ཤ་དང་བྲལ་བའི་ཚུལ་གྱིས་སྤངས་པ་ཅིག་ཐོས་པ་ཆད་པའི་ཚུལ་གྱིས་སྤོང་ཚུལ་ཐོབ། དེ་འདྲའི་གྱི་ནི་སྤོང་ཚུལ་རྣམ་པ་གསུམ་ཅིག་བཞག་འགྲོ་ཡི་རེད། ད་སླར་མི་སྐྱེ་བའི་ཆོས་ཅན་དེ་བརྒྱད་ནི་སྤོང་ཚུལ་ཏེ། ཕལ་ཆེར་ཐེག་པ་གོང་མ་དེ་གསུང་གི་སྤང་བྱ་སྤོང་ཚུལ་དང་མཐུན་པ་རེད། ད་སླར་མི་སྐྱེ་བ་ལ་བརྩམས་པ་ལ། ད་ནི་རང་འགྲེལ་གྱི་སྐབས་སུ་ག་འདྲ་གསུངས་འདུག་ལ་ན། ཤེས་བྱ་ཐམས་ཅད་ལ་ཕྱིས་མི་སྐྱེ་བའི་ཆོས་ཅན་དུ་འགྱུར་བའི་ཕྱིར་རྟེན་ནི་ཡས་ནི་མོ་དཀར་སོ་བཅོམ་པ་སྟེ་གསུངས་ཏེ་བརྩམས་པ་ལ་ད་ཁོ་རང་གི་ཐོབ་པ་དང་བཅས་པ་རང་བདེན་པར་བྱེད་པའི་ཐོབ་པ་དང་བཅས་པ་དེ་སླར་རང་རྒྱུད་ལ་གཏན་དུ་མི་སྐྱེ་བར་སྤངས་ནས། རྟག་མི་འགོག་པ་ཐོབ་པ་དེ་ལ་ནི་སླར་མི་སྐྱེ་བའི་ཆོས་ཅན་དང་ཕྱིས་སུ་སྐྱེ་ཡས་མེད་པ་དེ་འདྲ་ལ་ནི་སླར་མི་སྐྱེ་བའི་ཆོས་ཅན་བྱས་ནས་སྤངས་ཚུལ་གསུངས་སོ། དེ་ནས། དང་ལྡན་པའི་འདོད་ཆགས་དང་བྲལ་བའི་ཚུལ་གྱིས་སྤངས་པ་ཟེར་དུས་བརྩམས་པ་ལ། གཞན་གྱི་ལ་ཡོད་པའི་ཉོན་མོངས་ཅན་དང་ཉོན་མོངས་ཅན་མ་ཡིན་པའི་སྤྲུལ་པ་དང་དག་སྣང་བཞིན་དུ་དེ་ལས་གཞན་པའི་ཡེ་ནས་ཟག་བཅས་ཀྱི་ཆོས་ཐམས་ཅད་ལ་དང། ཟག་བཅས་ཐམས་ཅད་ལ་དམིགས་ཡུལ་གྱི་འདོད་ཆགས་ཅི་ཡོད་རེ་བ་དེ་ཐམས་ཅད་སྤངས་དགོས་རེ་བ་ད་དེ་ལ་བཞག་འགྲོ་གི་འདུག་དེའི་སྐབས་སུ་མཛོད་རང་རེར་སྐབས་སུ་གང་འདྲ་གསུང་གི་འདུག་ལགས་ན། གཞན་གྱི་རྒྱུད་ལ་ཡོད་པ་ནི་ཉོན་མོངས་པ་དང་གཟུགས་མེད་པ་ཐམས་ཅད་དང་ཉོན་མོངས་ཅན་མ་ཡིན་པའི་ཆོས་ནི་དེ་དག་ལ་དམིགས་པའི་ཉོན་མོངས་པ་དང་རང་གི་རྒྱུད་ལ་ཡོད་པ་སྤངས་པའོ། དེ་འདུན་པའི་འདོད་ཆགས་དང་བྲལ་བའི་ཚུལ་གྱིས་སྤོང་ཟེར་ཏེ་དེ་འདྲའི་ཞེས་གསུངས་འདུག། ད་ཐོས་པ་ཆེན་པོའི་ཚུལ་གྱིས་སྤོང་ཚུལ་ལ་བརྩམས་པ་ལ། སྤང་བྱ་དེ་ནི་ཐོས་པ་ཆེན་པོའི་ཚུལ་གྱིས་སྤངས་ན། ཨ་ནི། ཐོབ་པ་དེ་རང་རྒྱལ་ལ་ཡོད་དགོས་ཀྱི་འདུག་ཐོབ་པ་དེ་ནི། ག་སྲིད་རང་རྒྱལ་ལ་ཡོད་ན་དེ་ཐོབ་བྱེད་ཀྱི་ཆོས་དེ་ཡང་རང་རྒྱལ་གྱི་འདོད་པའི་སྤང་བྱ་ཡིན་དགོས་ཀྱི་ཡོད་རེད། བྱས་ཙང་རང་རྒྱལ་གྱི་ཉོན་མོངས་ཅན་གྱི་ཨ་ནི་ཆོས་དང་དེ་ཐོབ་པ་དང་བཅས་པ་རྒྱུད་ལ་མེད་པར་བཅོམ་ནས་དང་སྤངས་སོང་ན་ཨ་ནི་ཐོབ་པ་ཆད་པའི་ཚུལ་གྱིས་སྤོང་ཚུལ། ད་དེ། ཉོན་མོངས་པ་ཉོན་མོངས་པ་སྤངས་ནས་སོ་སོ་རྟག་འགོག་ཐོབ་ལ་ད་རྟག་མི་འགོག་པ་མ་ཐོབ་པར་འགྲོའོ་ཞེས་སོ་སོའི་རྒྱུད་ཀྱི་ཉོན་མོངས་པ་དེ་གནས་སྐབས་ལ་བར་བཅོམ་བཞག་པར་འགྲོའོ་ཞེས། ཡང་འདིར་སྐྱེ་བ་ཡོད་རེ་བས་ལ་ན་ད། དཔེར་ན་དགྲ་བཅོམ་པ་ཅིག་ཨ་ནི་དཔེའི་སྐུ་ཚེ་རིང་པོ་འདས་སོང་ན། འདས་སོང་ན་ཨ་ནི་འདི་ག་སོ་ཁོ་རང་གི། རྟོགས་པ་ཉམས་ནས་དགྲ་བཅོམ་པ་གི་རྟོགས་པ་ཉམས་ནས་ཉོན་མོངས་སླར་སྐྱེ་སིག་རེ་བ། ད་དེ་སིག་རེ་གསུངས་དགོས་རེད་དེ་འདྲའི་ཡོད་པ་ད་ངས་བརྗེད་མ་སོང་དེ་ཡིན་ན་དེ་ནི་སིག་རེ་བ། དེ་ཡིན་དུས་ཁྱེད་ཚང་དེ་འདྲའི་འགྲོ་ཐུབ་པ་ཁྱེད་ཕི་ཚེ་ཀྱི་སྤོང་ཚེ་རེད། དེ་འདྲའི་ཞག་འགྲོ་འདུག་ད་དེ་དང་འབྲེལ་ནས་ད་བརྗོད་བྱ་དེ་དང་འབྲེལ་ནས། ད་ང་རང་གི་མཐོང་ཚུལ་ལ། ད་ཐིག་པ་གོང་མ་དང། ད་འདི་གི་ལུགས་གཉིས་ལ་མ་འདྲ་བའི་ཁྱད་པར། ཁ་ཤས་ཅིག་ཏུ་མ་ཞུས་བྱས་ཡོད། ད་ལྟ་ཐེག་པ་གོང་མ་ཨོ་རྟ་དབུ་མ་པའི་ལུགས་འགྲོ་བ་ཅིག་ལ་ཡིན་ན་དཔེར་ན་དབུ་མ་པའི་ལུགས་འགྲོ་བ་ཅིག་ལ་ཡིན་ན། སྤང་བྱ་དང་སྒྲིབ་པ་གཉིས་ལ་ཁྱབ་པ་ད་ཡོད་མ་རེད་ད། སྤང་བྱ་ཡིན་ན་ད་སྤང་བྱ་དང་སྒྲིབ་པ་གཉིས་ད་དོན་གཅིག་འདྲ་བོ་རེད་དོན་གཅིག་མིན་གྱི་རྣམ་གྲངས་ད་ཁྱབ་པ་ཆེ་གི་ཡོད་མ་རེད་ད་དེ་ཁྱབ་པ་ཆེ་གི་ཡོད་མ་རེད། ཡིན་ན་ཡང་ད་བྱེ་བྲག་སྨྲ་བའི་སྐབས་སུ་ནི་བྱེ་བྲག་སྨྲ་བ་དེ་ཚོ་གིས་འདོད་པ་ལྟར་ན།

དེ་འདི་ཙམ་པ་ལ་ད་ངས་མ་མཐོང་བ་ཙམ་གྱིས་མེད་པ་དེ་ཡིན་གྱི་མ་རེད་ཡིན་ན་ཡང་ད་ངས་གང་ལྟར་མཇལ་མ་སོང་ཨ་ནི་ག་ཚོད་མཇལ་ཡོད་མཁན་ཡོད་ན་ང་ལ་གསུང་རོགས་གནང་དེ་བློ་སྐྱེད་ཡིན་ར། དེ་འདི་ཙམ་ནས་ཨ་ནི་ད་ཟག་བཅས་ཐམས་ཅད་སྤོང་བྱ་རེད་ཟེར་བཤད་ཀྱི་འདུག་མ་གཏོགས་ཨ་ནི་དྲི་བ་གི་ཐ་སྙད་སྦྱར་བ་དེ་མཇལ་མ་སོང་ད་ནང་བཞིན་དུ་ད་བོད་འདྲེར་དེ་སོ་ཡའི་དངོས་པོ་མཛོད་ཀྱི་བོད་འདིར་དེ་སུ་ལ་ཡང་ནི་སྒྲུབ་པའི་ཐ་སྙད་སྦྱར་བ་འདུག་མ་གཏོགས་ག་ས་སྒྲུབ་པའི་ཐ་སྙད་སྦྱར་བ་འདུག་མ་གཏོགས་པའི་རྒྱ་འདྲེར་དེ་སུ་ལ་སྤང་བྱ་དང་མིན་པ་མ་གཏོགས་པའི་སྒྲུབ་པའི་ཐ་སྙད་སྦྱར་བ་གཏན་ནས་མཇལ་མ་སོང། དེ་འདི་ལྟར་ཕར་ཆེར་མེད་པ་ཡིན་ན་བསམ་སོང་ར། ག་ས་དེ་འདྲའི་མཇལ་ཡོད་མཁན་ཡོད་ན་གུས་ཀྱིས་གསུང་རོགས་གནང། དག་སྣང་བཞིན་དུ་དག། སེམས་ཅན་གྱི་མཆན་བུ་དང་པོ་འདྲེར་ད་ལྟའི་སུ་ལ་ཡང་འདོད་ཆགས་ལ་ཡང་མུན་པའི་སྒྲ་དེ་འདྲའི་སྦྱར་ཡོད་པ་ཡོད་རེད། དེ་ནི་ཉོན་མོངས་པ་དང་དེ་འདྲའི་འདོད་ཆགས་ལ་མུན་པའི་སྒྲ་སྦྱར་ནས་ཉོན་མོངས་པ་ཐམས་ཅད་ཨེ་ནི་མུན་པ་ཡིན་པ་ལྟ་བུ་དེ་འདྲའི་གསུངས་ཡོད་རེད་དེ་གསུངས་འདུག་ད་དེ་འདྲའི་ཡིན་ན་ཡང་ད་རྒྱ་འདྲེ་འདི་སུ་ན་མུན་པ་ཡིན་ན་མ་རིག་པ་ཁོ་ནའི་ཡིན་པའི་ཁྱབ་པ་འདྲ་བ་གསུངས་འདུག་དཔེར་ན། རྫོགས་རང་འགྲེལ་གྱི་སྐབས་སུ་མི་ཤེས་པ་ནི་ཡང་དག་པའི་དོན་མཐོང་བའི་གེགས་སུ་གྱུར་པ་ནི་མུན་པ་སྟེ། ད་ག་ནང་བཞིན་དུ་སློབ་དཔོན་བློ་གྲོས་བརྟན་པོས་མཛད་པའི་ཆོས་མངོན་པའི་མཛོད་ཀྱི་རྒྱ་ཆེ་འགྲེལ་བ་གྱི་ནང་ལ་ཡང། འདིར་ནི་ཡང་དག་པའི་དོན་མཐོང་བའི་གེགས་སུ་གྱུར་པ་འདྲ་བའི་ཕྱིར། མི་ཤེས་པ་ཁོ་ན་མུན་པའོ་ཞེས་བསྟན་པའི་ཕྱིར་མི་ཤེས་པ་ནི་ཞེས་གསུངས་ཏེ་བརྩམས་པ་ལ་གང་ལྟར་རྒྱ་འགྲེལ་ང་རང་གིས་སྦྱར་བ་དེ་མཚམས་ཅན་ལ་ནི

ལྷ་ཤེས་ཀྱིས་གསུངས་ན། ད་ལྟ་འདི་ནི་འཕགས་ལམ་ཡིན་ལ་རྗེའི་སྲས་ཡབ་དེ་སོ་སྐྱེ་དང་འཕགས་པ་གཉིས་ཀྱི་སྡེ་ཟེར་གྱི་མ་རེད་ཟེར་བ། དེ་ནི་གསོལ་བ་མི་སྟེགས་པ་ལ་མིའི་སྡེ་པའི་ནང་པ་གི་ཐུན་མོང་མ་ཡིན་པ་གི་ལྟ་བཅུ་གཅིག་རེད་དེ་ཡིན་ཙང་དེ་ནི་ད་ཚོགས་ལམ་གྱི་གནས་སྐབས་སུ་ནི་འཕགས་ལམ་ཡིན་ལ་རྗེ་དེ་ཉམས་ལེན་བྱེད་ཀྱི་ཡོད་རེད་ཟེར་ནས་དེ་འདྲའི་གསུང་མཁན་རིགས་གཉིས་ཡོང་གི་འདུག་བ། དེ་བྱེད་དུས་ད་ཆོས་གི་འདིའི་སྐོར་ལ་དམིགས་བསལ་གཅིག་ད་ཞིབ་འཇུག་སའི་དཔྱད་རྩོམ་བྲིས་ཡོད་དུས་སྨར་ལམ་ཡན་ལག་བརྒྱད་ཀྱི་མ་མཐའ་གི་ས་མཚམས་ཏེ། དེ་ནས་ད་ཚོགས་ལམ་ནི་བཟོ་རྒྱུ་ཡོད་པ་ཅིག་རེད་བས་ཡང་མེད་ན་ཡིན་འཇིག་མིན་འཇིག་གི་སྐྱེ་འཕགས་གཉིས་ཀྱི་ལྟས་ཟེར་བའི་གི་འཕགས་བོད་ཀྱི་ཉམས་ལེན་གྱི་བཞག་གོག་རེད་དེ་གི་ཁོངས་དང་ལོངས་འདྲ་བོ། དེ་འདྲས་གཉིས་སོང་བས་ཟེར་ཏེ་ང་ལ་དཔེ་ཤིན་ཏུ་ཡོད་བ།
ལགས་སོ། ད་དེ་དང་དེ་འདྲས་གི་ཁོངས་ལོངས་འདྲ་བོ་ངས་ཤེས་རིག་གཉིས་མ་སོང། དེ་ཡིན་ན་ཡང་སྟབས་མ་ཐིག་ས་མཚམས་དེ་འདྲའི་བཞག་ས། ཚོགས་ལམ་ནི་དེ་འདྲའི་གི་སྒོམ་ཆོག་གི་རེད་ཟེར་གསུངས་ཡོད་ན་ཨ་ནི་ཆོག་ཡོད་ཀྱི་རེད་ཕར་ཕྱིན་རེད། དེ་འདྲའི་གི་གཞུང་ཡང་རྒན་ལགས་ཀྱི་དེ་འདྲའི་གསུངས་འདུག་ཟེར་གྲངས་ཡོད་དུ་བ་དེ་ཡིན་དེ་ནི་ཆོག་ཡོད་ཀྱི་རེད་མ་གཏོགས་ངའི་མིག་སེར་གྱི་ཞེ་དྲག་བྱས་མ་སོང། ང་བཟོ་ལྟར་དྲི་བ་གཉིས་པ་ཞང་པ་རྒྱ་མཚོ།
དེ་དག་ཨ་ནེ་ལགས་ཀྱིས་དེ་ནས་གར་བཙལ། མཐོང་ལམ་གྱི་ངོ་བོར་གྱུར་པའི་ཟག་མེད་ཀྱི་སྡོམ་པ་ལྟ་བུ་གཟུགས་རེད་གསུང་གི་འདུག་ལ། དེ་སྤྱི་དང་རང་འབྲེལ་གནང་ལ་ཡང་དེ་ནི་ཟག་མེད་ཚུལ་ཁྲིམས་ཀྱི་ཕུང་པོ་དེ་གོ་གཟུགས་ཀྱི་ཕུང་པོ་སྡུག་གི་རེད་དེ་འདྲས་གསུང་ཡོད་རེད་དེ། ཡིན་ན་ཡང་ད་ལྟ་ང་ཚོ་སྤྱི་དང་རྣམ་པར་རིག་བྱེད་མ་ཡིན་པའི་ཤེས་པའི་ཁ་ཐུག་ལ། ཨ་ནེ་ག་རེ་གསུང་ཡོད་ཟེར་ན་སེམས་དང་སེམས་མེད་པ་ཡིན་ཡང་དགེ་དང་མི་དགེ་བྱེད་འབྲས་གང་འབྱུང་བ་ཆ་རྣམས་བརྗོད་ཟེར་པ་དེ་ནི་རྣམ་རིག་བྱེད་མིན་བརྗོད་ལ་ནི་ད་གོ། རྣམ་རིག་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་ལ་དེ་ནི་ཁྱད་ཆོས་གསུམ་གསུང་ཡོད་ར་ལ། བྱས་ཙང་འདི་སྐབས་སུ་གནས་སྐབས་ཀྱི་ཁྱད་པར་དེ་ལ་གོ་བ་ནི་རྣམ་པར་ག་རེ་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཡིན་ན། ཀོ། སེམས་དང་སེམས་མེད་པ་ཐམས་ཅད་དུ་ཀོ་ཡོང་ཆོག་རེད། ཡིན་དུས་ད་ལྟ་ཁྱེད་ཀྱིས་ཡེ་ནས་ད་ལྟ་མཐོང་ལམ་བླ་ན་དགྲ་ཟམ་མེད་ཚུལ་ཁྲིམས་ཀྱི་ཕུང་པོ་བླ་ན་དགྲ་ད་འདི་གི་སྲིད་གཟུགས་རེད་གསུང་གི་ཡོད་ན་ར་ད་སུ་གཟུགས་རེད་ལ་ཡོད་ན་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཅིག་ཁས་ལེན་གྱི་ཡོད་ཅི་རེད་ད་འདི་ཡིན་ན། དེ་ནས་ཀྱི་དེ་ནས་ཟམ་མེད་ཀྱི་སྡོམ་པ་བླ་ན་དགྲ་འདི་ཚོ་དེ་དེ་ནས་སེམས་མེད་པའི་གནས་སྐབས་ལ་འབྱུང་ས་རེད་བས་ཟེར་བ་ད་འབྱུང་ན། དེ་ནི་ད་ལྟ་རྫོའི་རང་འགྲེལ་གྱི་གནད་བཞི་པའི་ཁ་དོག་ལ། ཐ་མ་གཉིས་ནི་སེམས་བརྒྱད་གྲངས་ལ་ནི་རོ། དཔེར་ན། དེ་ནི། བསམ་གཏན་གྱི་སྡོམ་པ་དང་ཟག་མེད་ཀྱི་སྡོམ་པ་གཉིས་པོ་དེ་ཁོ་སེམས་ཀྱི་རྗེས་སུ་འབྲང་བ་དང། འདི་འདྲ་ཅི་རེད་ཁོ་སོ་སོར་ཐར་པའི་སྡོམ་པ་དེ་མ་རེད་ཟེར། གལ་ཆེ་ན་ཅིའི་ཕྱིར་ཞེ་ན་སེམས་གཞན་དང་ལྡན་པ་དང་སེམས་མེད་པ་ལ་ཡང་རྗེས་སུ་འཇུག་པའི་ཕྱིར་དུ་ར་འདོད་ན། ཟག་མེད་དང་བསམ་གཏན་གྱི་སྡོམ་པ་དེ་ཁོ་སེམས་མེད་པའི་གནས་སྐབས་ལ་ཡོངས་མི་ཆོད་པར་འདྲ་བ་ཅི་རེད། ཁོ་ངེས་པར་དུ་སེམས་ཀྱི་རྗེས་སུ་འབྲང་དགོས་རེད། ཐ་མ་གཉིས་ནི་སེམས་བརྒྱད་གྲངས་དེ་འདྲ་ཅི་གསུངས་འདུག་གཅིག་བྱས། དེ་ནི་གཅིག་དེ་གེ་སེ་ཁྱེད་ཀྱིས་དེ་ནི་མཐོང་ལམ་གྱི་ངོ་བོར་གྱུར་པའི་གཟུགས་ཅི་ཡོད་རེ་ཁས་ལེན་གྱི་ཡོད་ན། དེ་ནི་ད་ལྟ་ཁྱིམ་མཚོའི་རྔོན་པའི་གེའི་ནང་ལོགས་ལ། མཐོང་ལམ་གྱི་ཚིག་ངན་དེ་དེ་ནི་བདེན་བཞིའི་གེའི་སྡེ་ཁོ་ན་ཉིད་སྔར་མ་མཐོང་མངོན་སུམ་དུ་མཐོང་བ་ཡིན་ནོ་གསུངས་དོགས་ལ། དེ་ནི་འདི་གཟུགས་ཀྱི་རྟགས་རྣམ་པ་རེ་ཅན་མ་ཡིན་པའི་གཟུགས་ཀྱི་མཐོང་ཡང་ཡོད་རེ་བས་ཟེར་བ་དང་འདུ་བྱེད་དྲི་བ་གཉིས། དྲི་བ་དང་པོ་དེ།
དྲི་བ་དང་པོ་དེ། དྲི་བ་དང་པོ་དེ་འདི་རེད།

འདི་ནི་ཁོ་རང་ཐོབ་བྱ་སངས་རྒྱས་ཐོབ་བྱེད་ཀྱི་ལམ་འདི་རྗེ་རབ་ར་བ་ལ་མ་གསུངས་པ་རེད་བས། ག་ལ་ན་རྗེ་རབ་ར་བ་ལ་དེ་ནི་ད་ལྟ་མི་ཤེས་པའི་རྒྱུ་ཞིག་ལས་གདང་གང་བཏགས་ཀྱང་སངས་རྒྱས་ཐོབ་བྱེད་ཀྱི་ལམ་དེ་འདྲ་རྗེ་རབ་ར་བ་ལ་བསྟན་བཞག་པ་སངས་རྒྱས་ཁོང་རང་གང་ཐོབ་བྱ་སྤྱོད་ཀྱི་ལམ་འདི་ཇི་མ་ཇི་བཞིན་གྱིས་མ་བསྟན་པ་རེད་བས་དྲི་བ་གཅིག་དེའི་ར་ལ་སངས་རྒྱས་བཅོམ་ལྡན་འདི་འདི་འདི་གསུངས་ལ་ན། ལན་དང་དང་པོ་དེ་ལན་ཡིན་ལ། དང་གཉིས་འདི་ནི་བསམ་གྱི་འདུག་ར། སངས་རྒྱས་བཅོམ་ལྡན་འདས་ཀྱིས་གང་ལ་གང་འདུལ་དེ་ལ་དེ་སྟོན་པ་གསུངས་ར་བ། སངས་རྒྱས་བཅོམ་ལྡན་འདས་ཀྱིས་གདུལ་བྱ་སོ་སོ་ཀྱི་ཁམས་དང་མོས་པ་དང་མཐུན་པའི་སྒོ་ནས་གསུངས་ཤིང་རོལ་བ། དེ་མི་ཤེས་པའི་རྒྱུས་ཤིག་སྤང་ཡས་ལ་དེ་ཀ་ལས་ཤེས་རབ་ཡོད་རྒྱུ་མ་རོལ་ལ།
དེ་མི་ཤེས་པའི་རྒྱུས་ཤིག་སྤང་ཡས་ལ་དེ་ཀ་ལས་ཡོད་མཁན་དང་མེད་མཁན་གཉིས་ཀ་ཡོད་ཀྱི་རོལ་བ། ལ། དེ་ནས་དུལ་བ་གཉིས་པ་དེ་དེའི་རེ་ཡང་ནི་ལ།
ད་ལྟ་དེ། ཐེག་ཆེན་ཐེག་དམན་གྱི་སྦྱང་ཆོག་སོགས་དེའི་གོ་རིམ་ཅིག་ཏུ་ཨ་ལ། ལ། དེའི་གོ་རིམ་དེ་ཡང་མ་མཐོང་མཐོང་ལམ་གྱི་སྤང་དགར་ས་དེའི་སྒོམ་ཚུལ་དང། དེའི་མཐོང་སྒོམ་གྱི་སྒོམ་ཚུལ་གཉིས་པོ་དེ་ནི། གཅིག་ལ། འཕགས་ལམ་ཡན་ལག་བརྒྱད་དང་གཅིག་ལ་སྦྱང་ཆུ་སོགས་འདི་འགར་སྦྱང་ཆུ་བན་ལ་བདུན་དེའི་གོ་རིམ་ཡང་མ་འཁྲུགས་ནི་ལ་ཡི་དྭགས་འདི་གནད་འགག་ག་བ་ཐུག་ཡིན་ན་ཁོང་གཉིས་བདེན་བདེན་ཡང་མ་གོ་རིམ་འཁྲུགས་པའི། དེ་རེད།
སྤྱི་བཏང་གི་ད། ཐེག་པ་ཆེན་པོའི་ཛཱ་ན་ཡ་ད། ཐེག་པ་གོང་མ་ལྟར་ན་དེ་འདྲའི་ཞར་དྲུག་ད། མཐོང་ལམ་ལ་ཨ་ནི། ག་ས། སྦྱང་ཆུ་ཡན་ལག་བདུན་དང་ཨ་ནི། སྒོམ་ལམ་ལ་འཕགས་ལམ་ཡན་ལག་བརྒྱད་རེད་བ། ཨ་ནི་ད་ཐེག་པ་འོག་མ་ད་དེ་དེའི་མགོ་མཇུག་ལོགས་ནི་མཐོང་ལམ་ལ་འཕགས་ལམ་ཡན་ལག་བརྒྱད་དང་མ་རེད། མཐོང་ལམ་ལ་བྱང་ཆེན་ཡན་ལག་བདུན་དང་འཕགས་ལམ་ལ་ཡན་ལག་བརྒྱད་བཞག་གྲོགས་ཡོད་རུང་བ། ད་བྱེ་བྲག་མ་ཧཱ་ཀི་ཤ་ཡེ་དེ་ཀ་རི་སི་ཙམ་པ་ལ། ཨོ་ནི་ཤེ་ཙམ་པ་ལ། ད། བདུན་ཚན་དང་བཞི་ཚན་འདི་འདྲ་ཡི་ཚན་པ་ལེགས་ཡོད་ར་དཔེར་ན། ནི། དང་པོ་བརྫུན་འཕྲུལ་གྱི་རྐང་པ་བཞི་ཡང་དག་སྤོང་བ་བཞི་བརྫུན་འཕྲུལ་གྱི་རྐང། མ། དང་པོ་དྲན་པ་ཉེ་བར་བཞག་པ་བཞི་ཡང་དག་སྤོང་བ་བཞི་བརྫུན་འཕྲུལ་གྱི་རྐང་པ་བཞི་དེ་འདི་མ་ལ་བཞི་ཚན། ནི་བདུན་ཚན་འདི་འདྲ་བརྒྱད་ཚན་བཞག་གྲོགས་ཡོད་དོ། དེ། ཁོང་རྣམ་པ་སོགས་ཀྱིས་གང་འདྲ་བྱེད་ཀྱི་འདུག་དང། ད་རིམ་པ་ལྟར་གོ་རིམ་དང་མཐུན་པའི་དཔེར་ན། ད་མཐོང་ལམ་ལ་ཨ་ནི་བྱང་ཆུབ་ཡན་ལ་བདུན། ཨ་ནི་འཕགས་ལམ་དེ་སྒོམ་ལམ་ལ་འཕགས་ལམ་ཡན་ལ་བརྒྱད་སི་ཏུ་ས་བདུན་དེ་བསྔོ་ལ། ཞེས་བཀའ་སྩལ་བརྒྱད་པ་དེ་ད་གྲངས་ཀྱི་གོ་རིམ་རོ་མཐུན་པའི་སྒོ་ནས་དུ་བྱ་འགྲོ་འདུག་ད་ཐེག་པ་གོང་མ་གི་ལུགས་ལ་དབྱེ་ན། དང་པོ་འཕགས་ལམ་ཡན་ལ་བརྒྱད་ཨ་ནི་གཉིས་པ་དེ་ལ་མཐོང་ལམ་ཡན་ལ་བཀའ་སྩལ་བྱང་ཆུབ་ཡན་ལ་བདུན་རོ།

ཨ་ནི་མཐོང་ལམ་ལ་ཡང་ཕ་ལ་ཡན་ལ་སྒོམ་རྒྱའི་སྒོམ་མ་ཆགས་ཏེ་ཅིས་མ་རེད་ཡིན་ནའི་གཙོ་བོ་ཁོ་རང་གིས་མཐོང་ལམ་གྱི་སྒོམ་བྱ་དེ་གཙོ་བོ་རྩལ་དུ་བཏོན་ནས་བྱས་པ་དེ་བྱང་ཆུབ་ཡན་ལ་བདུན་ཞག་དྲུག་ཡོད་རེད་མ་གཏོགས་ཡང་ཡང་མཐོང་ལམ་ལ་ཕ་ལ་ཡན་ལ་རྒྱའི་སྒོམ་ཆོག་གི་མ་རེད་དེ་རེད་གསུངས་གི་མ་རེད་ད་དེ་འདྲའི་གསུངས་གི་མི་འདུག་གར་བཞིན་ལ་ན་མཐོང་ལམ་ལ་ཡང་ཕ་ལ་ཡན་ལ་རྒྱའི་སྒོམ་ཆོག་རེད་བ། འདི་ཅི།
ལགས་སོ་ད་དྲི་བ་གནང་མཁན་ཉི་མ་ནོར་བུ། ཨོ་ལགས་ཨ་ནི་ལ།
ད་ན་དེ་བྱང་ཆུབ་སོགས་དེ་འདི་ད་ན་དེ་ཉམས་ལེན་གྱི་གཙོ་ལམ་གྱི་ཉམས་ལེན་གྱི་གཙོ་བོ་འདྲ་བ་བྱེད་ཀྱི་འདུག་ཨ། དོན་དུ་ད་ན་དེ་ལམ་ལྔ་ལ་གཞལ་ནས་ད།

བྱེ་བྲག་མའི་ལུགས་ལ་སྤྱི་དང་གི་ལམ་ཡིན་ན་ཤེས་པ་ཡིན་པས་མ་བསྐྱར་ཟློས་དམ་པའི་གསལ་ཁ་ཡག་པོ་གསུངས་འདུག་ར། ཐོག་མེད་གཙོ་བོ་དྲི་བ་འདི་རེད་བྱང་ཆུབ་སེམས་གསོབ་དོན་ཡིན་པ་ལ་བྱེ་བྲག་མའི་ལུགས་ལ། ཨ་ནི་གཟུགས་ཡིན་པ་དང་ཤེས་པ་ཡིན་པ་དེ་མིན་དུས་གསུམ་ཀ་ཡིན་པ། ཨ་ནི་བྱེ་བྲག་མའི་གཞུང་དཔེར་ན་མཛོད་ལྟ་བུ་དེ་ལ་གཞུང་གསལ་ཁ་ག་བ་ལ་གསུངས་བ་རེད། དེ་ཡི་གསལ་བྱེད་ཞིག་གནང་རོགས་གྱིས། བྱང་ཆུབ་སེམས་གསོབ་དོན་རེ་རེ་ལ་གཟུགས་ཤེས་དེ་མིན་དུ་བརྗོད་རེ་རེ་སྦྱར་ནས་ག་བ་ལ་གསུངས་བ་རེད། འོ་དེ་ཤེས་དོན་ཆེན་པོ་བྱུང།

ཐེག་པ་གསུམ་དེ་ལྟ་བ་རེད་དགོངས་པ་རེད། ལམ་མེད་ད།
ཨང། ཉན་ཐོས་ཐེག་པ་རང་རྒྱལ་བསྟན་པ་བྱང་སེམས་ཐེག་པ་ཡོད་རེད། འོ་དེ་གསུམ་གྱི་ནང་ནས་ནི་ད་ལྟ་བྱང་ཆུབ་ཚུལ་སོ་བདུན་དེ། ལྟ་བ་རེད་དགོངས་པ་རེད་སྤྱོད་པ་རེད་འབྲས་བུ་རེད་ག་རེ་རེད། དགོངས་པ་རེད། ཨ་དགོངས་པ་རེད་ལགས། ཨོ།
དེ་འདྲའི་སོང་བས་ན། བྱང་ཆུབ་སོ་བདུན་དེ་བྱང་ཆུབ་སེམས་དཔའི་དགོངས་པ་ཡིན་པས་ཁྱབ་པ་ཡོད་ཡོད་མ་རེད། དེ་ལྟར་བ་ཞིག་ཁྱབ་པ། ལགས་སོ།
བྱང་ཆུབ་སོ་བདུན་དེ་ར།

ད་ནི་དེ་ཟག་བཅས་ཟག་མེད་ཀྱི་ཁྱད་པར་དེ་ལྟ་ན། བྱང་ཆུབ་ཡང་ལ་བདུན་དང། འཕགས་པ་ཡང་ལ་བརྒྱད་ནི་ཟག་མེད་ཡིན་ལ། རྫུས་འབྲེལ་མངོན་པའི་རྒྱན་ལས་བྱང་ཆུབ་ཡང་ལ་བདུན་དང་འཕགས་པ་ཡང་ལ་བརྒྱད་ནི་ཟག་པ་མེད་པ་ཡིན་ཏེ་ལ་འདི་ཁ་སིལ་བུ་ཞུ་དུ་ཏེ་ཐུགས་ཆུད་ན་བཞིན་ཨ་ནེ་ད་དེ་ང་ཡིས་གཙོ་བོ་དྲི་བ་དེ་ག་རེ་རེ་ལབ་པ་ཡིན་ན། ཐ་ན་ཟག་བཅས་ཟག་མེད་ཀྱི་དོན་དུ་དེ་ལྟ་ཨ་ནེ་ད་ནི་ང་ཚོ་དེ་བྱེ་བྲག་སྨྲ་བའི་ལུགས་ལ་དམིགས་པ་དང་མཚུངས་ལྡན་གྱི་སྒོ་ནས་ཟག་པ་རྒྱས་སུ་རུང་མི་རུང་བ་ནི་བཞག་གི་རེད་དེ་ནི་བཞག་ཡིན་ན།

དཔེར་ན། སངས་རྒྱས་འཕགས་པའི་སྐུ་དགྲ་ལ་དམིགས་ནས། བསགས་པ་རྒྱས་སུ་རུང་བ་ཡོད་རེད་ཡོད་མ་རེད། སངས་རྒྱས་འཕགས་པའི་སྐུ་དགྲ་དེ། ལམ་འདྲེན་མ་གཏོགས་པའི། སངས་རྒྱས་འཕགས་པའི་སྐུ་དགྲ་ལ་དམིགས་ནས་ཉོན་མོངས་རྒྱས་ཡོད་རེད་ཡོད་མ་རེད།
དེ་ལ་དམིགས་ནས་ཉོན་མོངས་ག་ནས་རྒྱས་ཀྱི་རེད། དཔེར་ན།
སྐུ་དགྲ་དེ་གསེར་གྱིས་བྱས་པ་ཡིན་ན་དེ་ལ་བརྟེན་ནས་འདོད་ཆགས་ལ་སོགས་སྐྱེས་ཡོད་རེད། སྐུ་འདྲ་དེ་གསེར་གྱི་སྐྱེ་བ་ག་ཅིག་ན་ནི་དེ་སོ་སོ་ལ་ཐོབ་ཡ་ལ་སོགས་པའི་འདོད་ཆགས་སྐྱེ་ཡོད་རུང་བར་གྱི་སྐུ་འདྲ་དེ་རྐུ་མ་རྒྱག་མཁན་དེ་འདྲ་བོ་ཅིག་ཡིན་ན་སངས་ཀྱིས་འཕགས་པའི་སྐུ་འདྲ་གསེར་གྱི་གསེར་དང་དངུལ་ལ་སོགས་པའི་སྐྱེ་ཡོད་ན་ནི་དེ་ཐོབ་ཡ་གི་འདོད་ཆགས་དང་མ་ཐོབ་ཡ་གི་ནི་ཁོང་ཁྲོ་ང་རྒྱལ་ལ་སོགས་པ་མཚམས་ཀྱིས་སྐྱེ་ཡོད་རུང་དེ་ལ་དེ་ནི་ཉོན་མོངས་སྐྱེ་གི་རེད་གི་ལ། དེ་ལ་དེ་ལ་དེ་ནི་ཉོན་མོངས་སྐྱེ་གི་རེད་གི་ལ། དེ་ལ་དེ་ནི་ཡིད་དུ་འོང་བ་སྐྱེས་པ་ཡིན་ན་ཉོན་མོངས་སྐྱེ་རེད།

ཡས་ད་ཅིག་ཁ་སང་དེ་སློབ་བུ་ངག་དབང་ཚེ་རིང་གིས་གསུངས་ཡས་ད་དེ་དེ་ག་སོ་ནས་དྲི་བ་དོག་པ་དེ་ལེགས་སོ། ད་ལྟ་དེའི་གསུང་དུ་གང་ཟག་བདག་མེད་གཏན་ལ་འབེབས་ཡིན་དུས་ཨ་ནི། གང་ལ་བཅོམ་དང་བློ་ཡི་ཆོས་གསལ་ན་དེ་ལས་མི་འབྱུང་བའི་བུམ་ཆུ་བཞིན་དུ་ཀུན་རྫོབ་ཏུ་ཡུལ་དེ་དོ་དམ་ཡིན་བཞིན་ནོ་ས་དེ་རིགས་པ་དེ་གིས་གྲུབ་ཀྱི་ཡོད་རེད་གསུངས་ཏོ། དེ་གསུངས་ཡིན་དུས་ད་གང་ཟག་བདག་འཛིན་ཡིན་པ་ཡིན་ན་ཨ་ནི། བྱེ་བྲག་མེད་པའི་ལུགས་ལ་ཡང་ཉོན་སྒྲིབ་ཡིན་དགོས་ཀྱི་རེད་དགོས་ཀྱི་མ་རེད་ཟེར་རོ། གལ་སྲིད་དགོས་ཀྱི་ཡོད་པ་ཡིན་ན་ཨ་ནི། དཔེར་ན་སྐད་ཅིག་མ་ལྟ་བུ་དོ་དམ་དམ་པའི་ཆོས་ཅིག་ཡོད་རོ། དེ་ཚོའི་སྟེང་དུ་གང་ཟག་བདག་མེད་གཏན་ལ་གང་དྲན་འབེབས་ཀྱི་རེད།

ཡིན་ན་ཁོ་རང་དང་ནི་སློབ་གཉེར་བྱེད་བཞིན་པ་རེད་འདུག་ཨ་ཏི་འཇིག་གི་གནས་སྐོར་ནི་ད་ལྟ་ནི་འཇིག་གི་སྤོབས་པ་ཆེན་པོ་དངོས་གནས་དྲང་གནས་བྱིས་པའི་འོག་ད་ལྟ་འཇིག་གི་བགྲོ་གླིང་བྱེད་ཐུབ་པ་དེ་ཧ་ལས་པའི་ཡག་པོ་རེད་བསམ་གི་ད་ནི་ཁོ་རང་ད་རི་ད་ནི་འདི་དངོས་གནས་བགྲོ་གླིང་གནང་བ་དེ་ཚོ་ལ་པའི་ཁོ་རང་གི་བདག་བུ་དག་གི་སོ་སོའི་བློ་ལ་དཔག་པ་གི་དངོས་གནས་དྲང་གནས་ཀྱི་ལན་དེ་ཚོ་ཡག་པོ་བརྒྱབ་བགྲོ་གླིང་སྒྲོག་སྦྱང་དེ་ཚོ་དཔེ་ཡག་པོ་གསལ་ཤེས་ཅན་དུ་གནང་སོང་ཨ་ནི་ཐུགས་རྗེ་ཆེ་ཟེར་ཡ་ཡིན།